སུ་ཝེས་ནང་དུ་གནས་བཞུགས་བོད་མི་གཞས་པ་དང་སྒྱུ་རྩལ་བ་བློ་ལྡན་རྣམ་གླིང་ལགས་ཀྱིས་ཚོར་ལ་ཉེ་བའི་རྒྱ་ནག་གི་ཉེས་རྡུང་ཉིས་སྟོང་གཉིས་ལོའི་པེ་ཅིན་དགུན་དུས་ཨོ་རྩལ་འགྲན་ཚོགས་ལ་ངོ་རྒོལ་ཆེད། དེ་རིང་སུའི་སི་རྒྱལ་ས་བྷལ་ནས་རྒྱལ་སྤྱིའི་ཨོ་ལིམ་པིག་མཐུན་ཚོགས་ཀྱི་ལས་ཁུངས་ཨ་མ་གནས་ཡུལ་སུའི་སི་གྲོང་ཁྱེར་ལུ་ཛན་བར་གྱི་གཞུང་ལམ་དོག་ཡ། གངས་ཤུར་གདོང་ཡག་གི་ལྷམ་གྱོན་ཏེ་ཞི་བའི་གོམ་བགྲོད་ཀྱི་ལས་འགུལ་ཞིག་དབུ་འཛུགས་གནང་སོང། བློ་ལྡན་རྣམ་གླིང་ལགས་ཀྱི་ལས་འགུལ་འདིའི་དམིགས་ཡུལ་གཙོ་བོ་ནི་ཉིས་སྟོང་ཉིས་སང་ཉིན་ལོའི་པེ་ཅིན་དགུན་དུས་ཨོ་རྩལ་འགྲན་ཚོགས་དང་སུའུ་ཟིར་ཏན་ཞེས་པའི་རྒྱལ་སྤྱིའི་ཨོ་ལིམ་པིག་མཐུན་ཚོགས་ཀྱི་བྱ་སྤྱོད་ལ་ངོ་རྒོལ། དེ་བཞིན་འཛམ་གླིང་ཡུལ་གྲུ་ཁག་ནས་རྒྱ་ནག་ཏུ་དགུན་དུས་ཨོ་རྩལ་འགྲན་ཚོགས་ལྟད་མོ་ལྟ་བར་བསྐྱོད་མཁན་དང་ལྷག་པར་དུ་སུའུ་རྩེད་འགྲན་པ་ཚོས་རྒྱ་ནག་གི་མངའ་འོག་ཏུ་གདུག་རྩུབ་མྱོང་བཞིན་པའི་བོད་གཙོས་པའི་གྲངས་ཉུང་མི་རིགས་ཁག་གི་དངོས་ཡོད་གནས་སྟངས་རྣམས་ཤེས་པའི་ཐོག་ནས་ཚོགས་ལ་ཉེ་བའི་པེ་ཅིན་དགུན་དུས་ཨོ་རྩལ་འགྲན་ཚོགས་ནས་ཕྱིར་འཐེན་ཡོང་བའི་ཞུ་འབོད་ཆེད་ཡིན་པ་དེ་ག་རླུང་འཕྲིན་གང་ལེགས་སྤྲད་རྒྱུ་གནང་ཡོད། རེད། དེ་རིང་ཉིན་གཅིག་ཟླ་དང་པོའི་ཚེས་ཉི་ས་དྲུག་ཉིན་མོ་དེ་ལ་ཡ་ནི Swiss གི་རྒྱལ་ས Bern ནས་ཡ་ནི Lausanne ནི་ཡ་ནི་གངས་ཤུར་གྱི་ཧང་གོག་ཁུལ་ནི་འབྲོས་ཡག་གི་ལས་འགུལ་འདི་འདུག་ཅེས་འགོ་ཚུགས་པ་ཡིན། ངའི་དམིགས་ཡུལ་གཙོ་བོ་དེ་ག་ནི་ཟེར་ན་ད་ལྟ Swiss གི་ཡ་ནི་རྩེད་མོ་རྩེད་མཁན་ཚོ་ལ་ཡ་ནི་མི་སྐད་ག་ས་རྒྱ་ནག་གི་ཨོ་ལིམ་པིག་ཉིས་སྟོང་ཉི་ས་གཉིས་དེ་ལ་མ་ཕེབས་རོགས་གནང། འདི་འཐད་པ་ཡིན་ན་ཡ་ནི་ཁྱེད་རང་ཚོ་གི་ཡ་ནི་རྒྱ་མིས་བོད་དང་ཤིང་ཅང། ད་ག་ནས་ཤིག་ཧོང་ཀོང། དང་སི་ནང་སོག། ད་ག་ནས་ཤིག་ཝུ་གིར། ནང་ལ་ཡ་ཨ་ནི་མི་གསོད་ཁྲག་སྦྱོང་བྱེད་པ་དེ་ལས་ཁྱེད་རང་ཚོས་ཀྱི་ཁས་ལེན་པ་དང་གཅིག་པ་རེད། བྱས་ཚ་འདི་ངས་ཀྱི་ཁོང་ཚོ་ལ་ཡ་གསལ་པོ་ཞུ་ཅིག་ལབ་ནི་ཨ་ནི་གང་ལྟར་ཡིན་པ་དེ་རིགས་ལྟ་རིགས་ཉི་ཤུ་རྩ་དྲུག་ནས་བྱས་ནི་ལྟ་རིགས་གསུམ་པོ་འདུག་ཁྱེད་རང་ཚོ་ལ་ནི་དུས་ཚོད་དང་མ་སོ་ནི་གོ་སྐབས་དེ་ངས་ཁྱེད་རང་ཚོ་ལ་ཕུལ་གྱི་ཡོད། ཨ་ནི་ཁྱེད་རང་ཚོས་དགོངས་པ་བཞེས་རོགས་ན་ཨ་ནི་དེ་ལ་མ་བལྟས་པ་ཅིག་གནང་རོགས་ན།

འཆར་གཞི་ལྟར་བྱས་བས་ན་གོམ་བགྲོད་ལས་ཀའི་བློ་ལྡན་རྣམ་གླིང་ལགས་ཀྱིས་དེ་རིང་ཕྱི་ཚེས་ཉི་ས་དྲུག་ཉིན་རྒྱལ་ས་སྦེལ་ནས་ལས་འགུལ་འདི་དབུ་འཛུགས་གནང་སྟེ་ཉིས་སྟོང་ཉིས་སང་ཉིན་ལོའི་པེ་ཅིན་དགུན་དུས་ཨོ་རྩལ་འགྲན་ཚོགས་ཀྱི་ཉིན་གཅིག་གི་སྔ་རོལ་ཏེ། ཕྱི་ཟླ་གཉིས་པའི་ཚེས་གསུམ་གྱི་ཉིན Swiss གྱི་གྲོང་ཁྱེར་ལུ་ཙཱན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་ཨོ་ལིམ་པིག་མཐུན་ཚོགས་ཀྱི་ལས་ཁུངས་ཨ་མའི་མདུན་དུ་ལས་འགུལ་འདི་མཇུག་སྒྲིལ་གནང་རྒྱུ་རེད་འདུག། རྩ་བའི་གཞས་པ་བློ་ལྡན་རྣམ་གླིང་ལགས་ནས་རྒྱུན་དུ་རང་ཉིད་ཀྱི་གླུ་གཞས་ཀྱི་སྒྱུ་རྩལ་ལམ་ནས་བོད་དོན་ངོ་སྤྲོད་དང་དྲིལ་བསྒྲགས་ཀྱི་ལས་འགུལ་མི་ཉུང་བ་ཞིག་སྤེལ་བཞིན་ཡོད་པ་དང་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་ཁོང་ནས་བོད་ནང་གི་དངོས་ཡོད་གནས་སྟངས་རྒྱལ་སྤྱིའི་མང་གཙོ་ལ་གོ་རྟོགས་སྤེལ་བའི་ཆེད། བོད་རང་དབང་གི་འགྲུལ་བཞུད་ཅེས་པའི་མིང་བྱང་འོག་རྒྱ་སུད་སི་རྒྱལ་ས་བྷེན་ནས་ཇི་ནི་ཝ་གྲོང་ཁྱེར་བར་པུར་སྒམ་དྲུད་དེ་གོམ་བགྲོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་མ་ཟད། ལས་འགུལ་དེའི་ཐོག་ཕྱིས་སུ་བོད་དོན་འཐབ་རྩོད་ཞེས་པའི་དངོས་བྱུང་གློག་བརྙན་ཞིག་ཀྱང་བཟོས་ཡོད་པ་རེད།